སྐུ་ངོ་ཨ་རྡོ་ཚེ་བརྟན་གྱིས་ནི་བཀོད་ལ་དྭགས་ཀྱིས་ཁོ་རང། སྐུ་ངོ་ཁོ་རང་གི་ཐོག་ནས་ནི་ཅིག་བསམ་ཚུལ་འདྲ་མིན་སྣ་ཚོགས་ཀྱི་ཐོག་ལ་དྭགས་སྐད་ཆ་དེ་མ་ཤེས་རུ་བྱེད་ལ་དུས་ནི་ཧོ་ང་ཚོ་སྐད་ཆ་འདྲ་མིན་དང་ཕྱོགས་མི་འཇོག་ཤེས་ནས་པ་ནི་ཆོ་ས་ཁྱེད་མི་འདུག་ས་དྲན་སོང། ཡིན་ནའི་ད་དེ་མནའ་མ་ལེན་རྗེས་ཚང་མ་གམ་མུ་མུ་གཅིག་གིས་ང་ལ་ཡ་དེ་སྐད་ཆ་དྲིས་བྱུང། ད་ཨ་རྡོ་ཚེ་བརྟན་གོང་མ་འདྲ་སོང་ནས་ཚུལ་རེད་མ་རེད་ཟེར་གྱིས་ཤི་གི་འདུག་ད།

དང་པོ་དམིགས་ཡུལ་འདི་ལ། ཨ་ཀྲུག་ཚེ་བརྟན་འདི་དངོས་གནས་སྤྲོ་ཡག་ཅིག་མདོ་ཁམས་ཁྱོ་ཤུག་དགོན་དྲུག་གི་བརྟན་བཞུགས་ཀྱི་ཐོག་ལས་ཡག་འགྲོ་ཡག་གི་ཐོག་ལས་སྒོ་ཆེན་བཟོ་ཡག་ཅིག་བྱ་གཞི་གཏིང་དོ། གཉིས་པ་འདི་ལ། གོང་མ་གྲྭ་ཚོགས་ཀྱི་ཚོགས་འདུ་དེ་འདྲི་དུས་ཚོད་དེ་འདྲི་གཅིག་གི་ཐོག་ལ་ཚོགས་དགོས་ཡག་དང་དེ་འདྲི་གཅིག་གི་ཐོག་ལ་ཅིག་གཏིང་གི་རྒྱུ་མཚན་ག་རེ་རེད་ཟེར་འདི་རེད་ད། དེ་འདྲི་གཅིག་གི་ཐོག་ནས་ཁོ་ཚོ་གི་མཐའ་མེད་མཐའ་ཤུགས་ཀྱི་འཇུག་ལྡོང་དེ་ག་རེ་ཟེར་ན་གྲོས་ཆོད་དེ་ཁོ་ཚོ་གི་ཕྱི་དྲན་གྱི་མི་རྒྱག་གི་རྒྱུ་མཚན་ག་རེ་རེད་ཟེར་འདི་དྲི་བ་དང་རང་བཞིན་གླེང་བར་གདའ། འགྲུལ་སྐྱོད་དེ་ཕྱི་དྲིལ་མི་རྒྱག་གི་རྒྱུ་མཚན་ག་རེ་རེད་ཟེར་ལབ་པ་ན་ཨ་ཀྲུག་ཚེ་བརྟན་ད་ལྟ་ལོ་ལྔ་ལྷག་ཡིན་པ་ཡིན་ན་ཡང་ཡང་རྒྱུག་སྤྱི་འཐུས་གྲོས་ཚོགས་ནང་ལ་གསང་རྒྱ་ཞུས་ཡ་དང་སྐད་ཆ་ཞུས་ཡ་དང་ལས་ཀ་བྱས་ཡ་དང་གི་ཐོག་ལ་ཁུ་ཚུར་གྱི་དོང་ཐོག་འོག་ལ་ཡང་རྒྱུག་ལ་ཨ་ན་ཅི་ཨ་ན་མགོ་ལ་ཐུ་བ་ཞུ་ཡ་གི་ཆ་ཞིག་བཏིང་མགོ་བརྡ་ཡར་ལངས་ན་མགོ་བརྡབ་མར་འདེད་ན་སྐུ་བརྡབ་ཨ་ནི་ཁུ་ཚུར་གྱི་སྐད་ཆ་སྟེ་ཚིག་གཅིག་ཚིག་གཅིག་ནོར་སོང་ཟེར་ན་ཨ་ན་བདེ་ལེ་ཡ་དང་ཅི་མ་ཉེས་ཁ་ཡོད་ཅིག་དང་ཞྭ་མོ་གཡོ་ཡ་གི་དམིགས་ཡུལ་དེ་འདྲ་ཞིག་ཆགས་འདི་རེད་པ་མ་གཏོགས།

ལས་ཀ་དེ་བྱ་ཤག་གི་ཐོག་ལ་འཇུ་བཟློག་འགྲོ་ཡག་གི་རྩ་བ་ནི་མ་རེད་ཟེར་གྱི་འདུག་དེ་འདྲ་ཡིན་དུས་ངས་ཟེར་དེ་ག་རེ་ཟེར་ན་ལས་དོན་ཨ་ཀྲུག་ཚེ་བརྟན་དེ་ཁོ་ཚོས་ཀྱི་ཤུགས་རྐུ་སྣུར་སེལ་གཏོང་ཡག་གི་འཆར་གཞི་སྐོར་བཏིང་ཚར་རེད་ལྷག་པར་དུ་ལོ་ལྔ་གི་རིང་ལ་ཁོ་ཚོས་ཀྱི་དངུལ་ཉོས་དྲགས་ནས་དམིགས་ཡུལ་ཁོ་རང་བཅངས་ནས་དངུལ་ཉོས་དྲགས་མཐའ་གཅིག་སྤྱི་འཐུས་གྲོས་ཚོགས་ནང་ལ་དཀའ་མིང་འདྲ་བ་བཤད་པ་དང་ལས་ཀ་འདྲ་བ་བྱས་པ་ཡིན་ན་ཡང་ལྡི་ལི་ཡག་དག་ཅིག་ཁོ་ཚོས་ཀྱི་ཐོག་ཞུགས་ཡག་གི་འཆར་གཞི་ཁོ་རང་གཅིག་བཏིང་ནས་འཛིན་འགོ་བཙུགས་ས་ཅིག་མ་རག་ཅེས་མ་གཏོགས་འཛིན་འགོ་བཙུགས་ས་ཅིག་རག་སོང་ཟེར་ན། ཁོ་ཚོས་ཀྱི་ལག་པ་དེ་འཆང་དགོས་བསམ་པས་ཀྱི་ཁོ་ཚོས་ཀྱི་སྣང་བ་འདི་འདྲ་ཅིག་ཁྱེད་ནི་འདི་ལྟར་རེད། ག་རེ་ཟེར་ན་དེ་སོང་གདན་ས་སེང་ཁྲི་སོང་གི་མཁན་པོ་དེ་ཚོ་ག་རེ་ཟེར་སྒྱིད་པོ་ལོག་ཡ་ཅི་ཡོད་མ་རེད། ངོ་ཉོན་རེད། ཀྱིན་ཀྱང་དང་བཅས་ཞིང་སྐྱིད་པའི་སྐྱིད་པ་རེད་ད། ངོ་ཉོན་རེད། གདན་ས་སེང་ཁྲི་སོང་གི་མཁན་པོ་དེ་ཚོ་ཚང་མ་ད་དེ་སོང་ཅིག་དམའ་ཤོས་སྒྱིད་སྐབས་དེ་ཚོས་ཀྱི་ཀྱིན་ཀྱང་དང་ཞིང་སྐྱིད་པའི་དང་ནི་ཅི་ཡོད་ཨ། ད་དེ་དེ་ཚོས་ཀྱི་ད་ད་དེ་ག་རེ་ཟེར་ཅིག་ལབ་གོ་ཡ། དབྱིག་རན་གྱི་དེ་འདྲ་ཅིག་བོན་པོ་ཅིག་ཡོད་ཨོ་དེ་ཚོ་ནི་སྐྱིད་པ་རེད་ད།

འདི་རྩ་བ་ནས་ཆགས་ཡོད་པར་དང་ཁོ་ཚོས་ཀྱི་ད་ལྟ་འོ་ལ་ང་ཡི་གཉེན་ཚུལ་དུ་རྒྱ་ཁྱོན་འདི་འདྲ་གཅིག་གི་ཐོག་ནས་རྒྱུན་རིང་འདི་འདྲ་གཅིག་གི་ཐོག་ནས་མོག་མོག་གཅིག་གི་ཐག་པ་མ་འཐེན་ཡག་གི་འཆར་གཞི་བཏིང་འདོད་རེད་ད། དམིགས་ཡུལ་དེ་འདྲ་ཆེད་དུ་ང་ནི་དེ་ལས་ཀ་དེ་བྱེད་ནས་ག་རེ་རེད་ཟེར་ན་གང་བྱེད་མི་བྱེད་ཨ་ནི་གཅིག་ཚོགས་པ་སྐྱིད་སྡུག་ཁག་བརྩི་བའི་གི་ནི་གཅིག་གདན་ས་སྲིད་འབྲེལ་གསུམ་གྱི་ད་ཁོ་རང་ལས་ཡུལ་ལོ་གཉིས་ཀྱི་ཨ་ནི་མི་ཁྲི་གཅིག་ལྷག་བརྩིས་འདུག་ཨ། དེ་རྣམས་རྩིས་པས་ཀྱི་མདོ་ཁང་ཆུ་ཤུལ་སྒང་དྲུག་དེ་དང་རྩིས་པས་ཀྱི་དངོས་གཉེར་འདི་ནི་མང་སྟེ་གཅིག་ད་ཁོ་རང་གི་ར་རྩ་རུས་རྒྱུད་རྩིས་པས་ཀྱི་དངོས་གཉེར་རེད་ཅེས་ཁོ་རང་ལ་རྒྱ་ཁྱོད་ཡོད་ཉིད་ཀྱི་གང་ཟག་ཚང་མ་ག་མ་ཉག་རྒྱ་ཡག་གི་ཆེད་དུ་རེད་མ་གཏོགས་དོན་ངོ་མ་གི་ཐོག་ལ་ཨ་ཀྲུག་ཚེ་བརྟན་དེ་འགྱུར་ལྡོག་གཏོང་ཡག་དང་ཨ་ཀྲུག་ཚེ་བརྟན་ལ་བསམ་ཤེས་བྱེད་ཡག་དང་ཨ་ཀྲུག་ཚེ་བརྟན་གྱིས་ཅིས་མི་ཚེ་འདོན་ལམ་དང་ཅིས་བོད་མི་རིགས་བོད་བསྟན་སྲིད་ལ་བསམ་གཏང་བྱེད་རེད་ཟེར་ན་རྩ་བ་ནས་ནི་མ་རེད་འོ་འདི་ཚང་མ་ཚང་མ་ཕྱིན་པ་བྱེད་དགོས་རེད།

དེ་མ་ཡིན་པར་བྱས། ད་ལྟ་དངོས་གཉེན་སྤྲོ་ཉེ་གཅིག་སྤྱི་ཚོགས་འདི་འདྲ་གཅིག་གི་ཐོག་ན་གོང་མ་གྲྭ་ཚང་གི་སྤྱི་ཚོགས་འདི་འདྲ་གཅིག་གི་ཐོག་ན་ལ་ཡང་ཨ་ནི་གཅིག་ཕུ་དཀྲུག་བདག་དཀྲུག་མོ་མོ་གཅིག་ཆགས་ཅིག་ཨ་ནི་ཕྱོགས་ཁག་གི་ཐོག་ན་ལོ་ལོ་རྒྱབ་རྩ་ལོ་མགོ་རེ་ཆོས་ལུགས་ཀྱི་ཐོག་ན་རྒྱབ་རྩ་ཚོ་པ་སྐྱིད་སྡུག་ཁག་ན་ལོ་མགོ་རེ་ཨ་ནི་གཅིག་གར་སོ་རེ་ཕྱོགས་མོ་མོ་གཅིག་གི་ཐོག་ན་མོ་མོ་གཅིག་ལོངས་ཏེ

ད་ཁོ་ཚོས་ཀྱི་དམིགས་ཡུལ་ག་རེ་ཅག་རེད། སྔར་བཞིན་དོན་གོ་བ་ཅན་ཡིན་པ་ནི་ཀླད་པ་དུ་གཏོང་བཤད་བྱེད་དགོས་རེད། གོང་ས་སྐྱབས་དངོས་རྒྱལ་བ་ཡེ་ཤེས་ནོར་བུས་བཀའ་སློབ་ཅིག་གནང་དོག་བཀའ་སློབ་དེ་གོ་བཟའ་དང། གལ་ཆེ་གལ་གཉིས་ཀྱི་མི་འདི་ལས་ཡག་དེ་གཅིག་འཁོན་ལན་སློག་ཡ་དང་དེ་འདི་གཅིག་གི་ཐོག་ལ་མི་ཚེ་གི་བྱ་བཞག་དང་མི་ཚེ་གི་འདོད་ལམ་ཚང་མ་མེད་པ་བཟོ་དགོས་བསམ་དྲན་པ་ཡིན་ན། ད་ནི་འཆར་གཞི་དང་འཆར་སྣང་དང་དམིགས་ཡུལ་དང་རྒྱ་ཁྱོན་དང་རྒྱུ་མཚན་དང་དགོས་པ་དང་གྲུ་ཆད་དང་ཁུངས་དང་ལུང་དང་ཚང་མ་སྒུག་དགོས་རེད་མ་གཏོགས། མེད་པ་གཅིག་ལ།

དྲན་བྱོས། འོ་དེར་ད་ལྟ་རྣམ་པ་ཚོས་ཕྱི་མ་བྱེད་པོར་གདའ། དེ་འདྲ་ཅི་རེད་ཡ་ནི་ཀ་མིན་མདོ་དུས་ཅི་ཡིན་ད་སྐད་ཆ་མོག་མོག་ཞེ་དྲག་བཤད་ཀྱི་མེད། དེ་ཡིན་ན་རྣམ་པ་ཚོ་ག་རེ་བཤད་ན་འདྲ་མཐོ་བཤད་ན་འདྲ་དམའ་བཤད་ན་འདྲ་རྒྱ་ལོ་བཤད་ན་འདྲ་སྟོན་ལོ་བཤད་ན་འདྲ་ཨ་ནི་དངོས་གནས་དྲོ་ནས་གསར་རྙིང་རྒྱ་སྐྱོང་རྒྱུ་མཚན་ཁུངས་ལུང་ག་འདྲ་ཞིག་བཤད་པ་ཡིན་ན་ཡང་ད་དངོས་གནས་དྲོ་ནས་མཐའ་སྟོང་དུ་བྱས་པ་ཡིན་ན་ངས་བཤད་པ་ཡིན་ན་ཨ་དྲོ་ཚེ་བརྟན་འདི་ཁོ་ཚོ་གིས་ཤུགས་ཀུན་སྣོན་སེ་བཏང་གི་རེད། ཏང་ཡོན་གྱིས་རྒྱ་གཞུང་དུ་རྒྱུ་མཚན་ག་རེ་རེད་ཟེར་ཏེ་བསླབ་པ་ན་ཁོ་ཚོས་ཀྱི་ལས་ཀ་བྱེད་ལུགས་བྱེད་སྟངས་དང་དམིགས་ཡུལ་དང། རྒྱུ་མཚན་དང་ཁུངས་ལུང་སྒྲོག་ཡག་གི་ཐོག་ལ་ཅིག་ད་དུང་གི་ཐོག་ལ་ཁོ་ཚོ་ལ་དཔང་ཡིག་དང་དཔང་རྟགས་རྩིས་ཡག་གི་འཆར་གཞི་འདི་འདྲི་གཅིག་གི་ཐོག་ནས་གོ་སྐབས་རྩིས་དགོས་རེད་ད། དོན་དག་ངོ་མ་བཤད་ན། གོ་སྐབས་དུ་མ་རག་ཡིན་ཙང་ད་ལྟ་དངོས་གཉེར་དུ་ནི་མི་ཚང་མ་ག་ལ་དགོས་རེད། ཨ་ཀྲུག་ཚེ་བརྟན་གྱིས་གོང་ས་ཆོས་ལ་འཚེ་མེད་ཞིག་པའི་དཔང་རྟགས་དཔང་ཡིག་གིས་ཞུ་ཟེར། འདི་མེད་པ་ཡིན་ན་ཁོ་ག་རེ་ཅིག་པི་དགོས་རེད་ཟེར་འདི་ཤེས་དགོས་རོགས་ད།